བདུན་ཅུ་ཚུན་བཞེས་པའི་ནང་ལ་མང་ཆེ་དེ་དེ་ཕལ་ཆེར་ཉོན་མོངས་ལ་སྐྱོན་དུ་མཐོང་མཁན་ཕལ་ཆེར་ཡོད་པ་མ་རེད། ད་ཉོན་མོངས་ཟེར་བ་ན་ཁོ་རང་བཞིན་ལྷན་སྐྱེས་ཀྱི་ཆེད་རང་ཞི་བར་སོ་ཅི་དེ་གི་འདུག་བ། ད་དེའི་ནང་ནས་ཕལ་ཆེར་ད་ཅེ་ཉོན་མོངས་ཟེར་བ་དེ་ཅིག་ཚིག་ཨམ་ཅོག་ལ་གོ་ནས་ཅིག་རྟོགས་སུ་དོ་སྣང་ལ་ཡོང་མཁན་དེ་ཕལ་ཆེར་རྒྱ་གར་གྱི་ཆོས་པ་དེ་དེ་ཆགས་བསྡད་ཡོད་བ་རེད། ཉོན་མོངས་ལ་ཕྲ་རགས་ཁ་ཟི་ཞིག་གོང་དུ་ཞུས་པ་ནང་བཞིན་འདོད་པའི་ཉོན་མོངས་དང་ཨེ་ནི་དེ་འདྲའི་གི་དང། ཅིག་གི་ཕྱིའི་འདོད་ཡོན་ལ་ཆགས་པའི་འདོད་ཉོན་མོངས་དེ་ཚོའི་གྲས་དང། ཞེ་སྡང་དང་སྐྱོན་དང་ཕལ་ཆེར་ཆོས་ལུགས་ཚང་མས་བེད་སྤྱོད་གསུང་གི་ཡོད་རེད། ས་དེ་འདྲ་ཡིན་དུས་ད་ལྟ་ང་ཚོ་སྐབས་དེ་ཨེ་ནི་ཉོན་མོངས་པའི་སྔོ་ནད་དྲག་གནས་གི་ཆགས་པ། ཞེ་སྡང་དེའི་རྩ་བ་གཏི་མུག་བདེན་འཛིན་ཟེར་ཡ་དེ་ད་ང་ཚོ་ཅིག་གི།

བདེན་འཛིན་དང་རང་གཅེས་འཛིན་ལ་ང་ཚོ་ད་སྐྱོན་དུ་མཐོང་ནས། ད་དེ་ཡི་གཞན་དབང་དུ་མི་གཏོང་བ། དེ་འདྲ་ཞིག་ད་བྱེད་ཀྱི་ཡིན་བསམ་པའི་བློ་ཞིག་སྐྱེ་ཡ་དེ་མིའི་ལུས་རྟེན་ཐོབ་པ་འདི་གི་དྲིན་རེད་བ། རེད་བ། དེ་འདྲ་ཡིན་དུས་ད་ཐལ་བ་འབྱོར་བ་ཟེར་བ་དེ་ཚོའི་གྲས་ཀྱི་ངོ་ནས་ད་གནད་འགག་འདུག་ག། ང་ཚོ་ད་འདི་ཚང་འདི་པའི་མི་རེད་བ། དུང་ཕྱུར་བདུན་ཅུའི་ནང་གི་མི་ད་གཅིག་པ་རེད་དེ་ཡིན་ནའི། ཉོན་མོངས་ལ་ཉེས་དམིགས་སུ་བལྟས། དེ་ནི་རང་གཅེས་འཛིན་ལ་སྐྱོན་དུ་བལྟས་ནས་དེ་འདྲའི་གི་བུ་གའི་ད་གཅིག་བླང་དོར་གི་གནས་གཅིག་བུ་གའི་གོ། ཨེ་ནི་ད་ཨེ་ནི་ནང་དོར་གི་གནས་ལ་ཏོག་བསམ་བཏང་ནས་ད་གཅིག་སེམས་ལ་ཡ་ངས་པར་བ་ཅུང་ཟད་ཐོབ་བསྡད་པ་བརྗོད་བསྡད་པ་འདི་ལ་དྲིན་ཆེན་པོ་ཞེ་དྲག་རེད།